སྐལ་བཟང་སྤྱི་འདི་བྱིས་པའི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་མོ་ལི་ཡ་དཔལ་ལྡན་བཀའ་ཤག་གི་ངོས་ནས་རྒྱ་གར་གཞུང་དམངས་གཉིས་ལི་ཡ་ཆེད་ཐུགས་རྗེ་ལེན་འབུལ་ཟེར་ནས་མི་འདུག་གདུང་སེམས་མཉམ་སྐྱེད་ཟེར་ནས་མི་འདུག་དེ་འདྲས་ཆེ། དེ་མཚོན་པའི་ཆེད་དུ་ལི་ཡ་གཞུང་ཞབས་དང་ཚོགས་པ་སྐྱིད་སྡུག་མི་སྣ་སྒེར་སོ་སོའི་ངོས་ནས་རང་གི་བློས་བྱས་པའི་ཞལ་འདེབས་ཆེད་གང་ཐུབ་བསྡུ་རུབ་གནང་དགོས་རེད་ཞེས་བཤད་སོང་བ་རེད། འདི་ལ་ཡིན་ན་དེའི་ཐོག་ལི་ཡ་དཔལ་འབྱོར། སྐུ་ཚབ་དོན་གཅོད་ངོས་ནས་དུར་བྱའི་བཀའ་ཡིག་ཕེབས་པ་རེད་དེ་ཞེས་གསུངས། དེའི་བཀའ་ཡིག་དེ་བདག་ཅག་བོད་རིགས་ཚོགས་པ་ངོས་ནས་སྒྲོག་སྦྱང་ཞུས། མི་མང་རྣམ་པ་ཚོའི་ངོས་ནས་ཞལ་འདེབས་དུར་བྱས་བསྡུ་རུབ་གནང་ཡོད་རེད། ད་དེ་མཚམས་མཚམས་ཡ། འདི་ཡང་ཅིག་དགོངས་པ་ཞེ་སྙེད་ཁ་ཤས་ཅིག་གིས་ཡང་བཤད་ཆོག་ལོ་ག་དྲུག་ཅུ་དྲུག་པོ་ཡོད་སེར་གསུངས་པ་འདུག་དེ་ལས་ཡིན་ནའི་ལས་ང་ཚོས་ག་དུས་ཡིན་ནའི་ལས་ཅིག། ང་རང་ཚོའི་ནང་གི་དཀའ་ངལ་དེ་ནང་གི་སེལ་དགོས་ཀྱི་ཡོད་རེད། དཀའ་ངལ་སེལ་དུས་བཙོན་པ་ག་དུས་ནས་ལས་ཚགས་ཚུགས་ག་དུས་ནས་ལས་ཧ་ཧུ་ཞེས་བྱས་རྒྱལ་མོ་རྒྱལ་ནས་དུ་ཞེས་བྱས་སེ་དེ་མེད་པ་རེད། སྤྱི་ཚོགས་ཀྱི་དཀའ་རྙོག་ཡོད་དུས་བཙོན་པ་དེ་ལས་ཡག་ཨ་ནི། ཅིག། ཁྱོད་དང་ང་བྱས་བྱས་སྐད་ཅིག་བཤད་དགོས་ངེས་ཡོང་གི་ཡོད་རེད། རྟག་པར་ཞིག་ད་འདི་རིགས་རྩ་བ་ཉིད་ནས་མེད་པ་བྱས་བྱས་སྤྱི་ཚོགས་ཀྱི་ཚོ་དེ་ཡོད་ན་གནས་དེ་ཡོད་ན། ད་འདི་དོག་པོ་ཟ་དགོས་ཡ་རེད། གང་ཞིག་ཟེར་ན་སྤྱི་ཚོགས་འདིའི་ནང་ལོ་ལེ་ག་རུ་འགྲོ་གི་འདུག་ད་ཡ་རེད་བ། དཔེར་ན་ཨ་ཅེ་ཅེ་ནོར་ཀོ་རི་ཡ་འགྲོ་གི་ད་འདི་འདྲ་ཡིན་ནི་མེད། འདི་ལ་ཡ་མི་མང་གིས་གང་གི་རྩོད་གླེང་བྱས་མེད་བ་རེད། ཁོ་རང་ཚོ་རང་གིས་ཀེམ་ཇོང་ཨུན་ཁོ་རང་གིས་ག་རུ་བཤད་པ་དག་རང་འགྲོ་དེ་ཡ་རེད་བ། ཡིན་ནའི་ང་རང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་མང་གཙོའི་ཆ་ལུགས་བྱེད་འདོད་བརྩམས་པ། ཅེས་ཡ་བཤད་མ་བཤད་དེ་ཅེས་ཐེངས་རེ་རེ་མཐོང་དུ་ཡོང་གི་ཡོད་རེད། ཡོང་དགོས་གལ་རེད་མང་གཙོའི་འགྲོ་སྟངས་བྱེད་རེད། ཅེས་པད་བཀྲ་ཤིས་པ་ལོ་ལེགས་པའི་སྐྱ་སྐྱ་གྲུ་དུས་བ་དེ་ལ་དོགས་པ་ཟ་དགོས་ཡ་ཆེ་རེད། དེས་ན་ག་རེ་ཡོང་གི་འདུག་ག་རེ་བྱེད་ཀྱི་འདུག་བལྟ་ཡ་དེ་ང་རང་ཚོའི་ལས་འགན་རེད། ཡིན་ནའི་ལས། གོང་རིམ་འགས། ཅེས་མ།

ཆབ་སྲིད་པ་རེ་འགས་བསམ་བློ་འཁྱེར་སྟངས་འདི་གཙོ་བོ་མ་རེད། ང་རང་ཚོ་སྤྱི་ཕལ་གྱི་སྡོང་པོ་ཐོན་དགོས་ཀྱི་ཡོད་རེད། རྒྱ་གར་གཞུང་མང་གཉིས་དང་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་པའི་ཕྱི་རྒྱལ་རྒྱལ་ཁབ་ཁག་ལ་ཡང་ང་རང་ཚོ་བོད་པ་ཡིན་ཕྱིན་བོད་པའི་ངོས་ནས་དེ་འདྲའི་ཆེད་བཀའ་དྲིན་བསམ་ཤེས་བྱེད་ཐུབ་ཀྱི་ཡོད་ཟེར་བཞིན་སྡོང་པོ་རྡོག་རྡོག་ང་ཚོ་བོད་པའི་འབོད་སྟོང་ཞིག་སྟོན་དགོས་ཀྱི་རེད། འོ་དེའི་ཐོག་ནས་རྒྱལ་ཕྲན་གྱི་ཞལ་འདེབས་དེ་ལ་ཡང་མཉམ་ཞུགས་གནང་མཁན་ཚང་མ་ལ་ཡང་ཐུགས་རྗེ་ཆེ་གནང་ཞེས་ཞུ་ཡ་བཅས་ཡིན། ཨ། འདི་ལ་ཡང་ཞི་འདིས་སྣང་བརྙན་ངོས་ནས་བྱེད་ནས་ལས་གང་མི་མཛད་ཀི། ཡག་པོ་གནང་ཤག། སྡུག་བསེལ་བྱེད་རེད། ད་མི་བྱེད་ག་དུས་ནས་ལས་བཀྲ་ཤིས་པོ་དང་ལོ་ལེགས་པོ་བྱུང་ཡོང་ཡོང་མ་མི་བྱེད་སྤྱི་དང་ང་ཚོ་བོད་ལ་ཡང་ཤོད་སྲོལ་ཡོད་པ་རེད། བུ་གཞན་གི་ལྟོས།

ཅེས་དགའ་ནས་མ་དགའ་འདུག་སྣང་བྱེད་འདུ་བྱེད་སྣང་རོ་བྱེད་སུ་འདོད་ཚིག་པ་ཡང་ང་རང་ཚོད་ཀྱིས་བྱས་པ་ཡིན་ན་དེ་ལན་པོ་འདུག་ཡག་པོ་འདུག་བ། འོ་དེ་རེད། ཨ་ནི་རང་གཞུང་བཀའ་ཤག་གི་ངོས་ནས་ཁ་སང་སྤྱི་འཐུས་བྱིས་པའི་ཚེས་བཅོ་བརྒྱད་ལ་ཡང་བཀའ་ཕེབས་པ་ཞེ་གསུངས་ཀྱི། ཨ་ནི་བལ་ཆེན། སྐུ་ཚབ་དོན་གཅོད་བས། འདུ་བྱེད་བཀའ་ཡིག་ཕེབས་པ་རེད་དེ་ཞེ་གསུངས་བལ་ཆེན་བོད་ཕྲུག་ཚོགས་པའི་ངོས་ནས་མི་མང་ཚོ་ལ་ཡང་བཀའ་ཡིག། ཕར་སྒྲོག་སྦྱང་ཞུ། གསལ་བཤད་ཞུ་དེ་ཞེ་གསུངས་ཀྱི་ཨ་ནི། ཞལ་འདེབས་འདུག་ག་ལ་གང་འཚམས་ཡག་པོ་བྱུང་ནོ་ཤག། བྱས་ཙང་དེ་ཞལ་འདེབས་འདི། རྒྱ་གར་གཞུང་མང་གཉིས་ལ་ཡང་ཐུགས་རྗེ་ལན་འབུལ། ཟེར་ནས་མི་འདུག་བཀའ་དྲིན་ཇི་དྲན་ཟེར་ནས་མི་འདུག་གདུང་སེམས་མཉམ་སྐྱེད་ཟེར་ནས་མི་འདུག་ང་བ་དེ་རེད། ཕྱོགས་གཞན་གཅིག་ནས་ཨན་ཅིག་ཕྱི་རྒྱལ་ཡུལ་གྲུ་ཁག་མང་པོ་གཅིག་ནང་ལྟ་བོད་པོ་ཚོ་གནས་འདི་ཡོད་འདི་ག་ལ་ཡང་དཀའ་ངལ་འཕྲད་ཡོད་འདུག་བཙུན་པ་ང་ཚོ་བོད་པའི་མི་ལ་བོད་པའི་མི་ལ་ཡང་བཀའ་དྲིན་བསམ་ཤེས་ཡོད་པ་ཆེ་མཚོན་ཐུག་གི་རེད། ད་ཉིན་སྤྱི་ལེ་བཞི་བ་ལྔ་པའི་དྲུག་པའི་ནང་ལ་ཡང། སྦེལ་ཇམ་ས་གནས Belgium ས་གནས་ལ་བེ་རུ་ཚོགས་པའི་བེ་རུ་ཚོགས་པ་སྐབས་བརྒྱད་པའི་བེ་རུ་ཚོགས་པའི་དབུ་ཁྲིད་པའི་འོག་ནས་ཡོད་འདུག་ཅེས་ཐུགས་རྗེ་ཐུགས་རྗེ་ཐུགས་རྗེ་ག་ཚོད་རེད་ད་ཐུགས་རྗེ་བཀའ་དྲིན་སོགས་རེད་གདུང་སེམས་མཉམ་སྐྱེད་སོགས་རེད་འོ་ཐབས་ཟེར་བཅས་ཞལ་འདེབས་བསྡུ་རུབ་ཞུས་ནས་ཕུལ་ནས་ས་གནས་ས་ཐོག་གི་ཚགས་པར་ནག་ལོར་ཐོན་པ་རེད་མི་མང་མང་པོ་ཅིག་གིས་དགའ་དད་ཡིད་མོས་གནང་གི་འདུག།

Brussel། Belgium། གལ་སྲིད་སྦར་སིལ་སྐུ་ཚབ་དོན་གཅོད་ཀྱི་ཁྱབ་ཁོངས་ནས་ཡོད་པའི་ཚ་མོ་ལོག་གི་ཞལ་འདེབས་བདུན་སྡེ་སུ་གཅིག་བྱུང་ན་ཤ་སྟག Belgium ནགས་ལོ་ནས། Belgium། ས་ཁུལ་ནགས་ལོ་ནས། ནས་སྐུ་ཚབ་དོན་གཅོད་ཀྱི་ཐད་ཀར་དངུལ་ཁང་བརྒྱུད་བཅས་ཞལ་འདེབས་བྱུང་བ་དེ་ལ་ཡང། སྒོ་སྟོང་ལྔ་བརྒྱ་ལྔ་བཅུ་ཐམ་པ་དང་པད་བཞི་བཅུ་བཞི་པོ་བྱུང་ཤ་སྟག་དེ་རེད། སྦེལ་ཇམ་ས་ཁུལ་ནགས་ལོག་ནས་ཐད་ཀར་སྐུ་ཚབ་མདུན་བསྐྱོད་ལ་ཞལ་འདེབས་བྱུང་བ་སྟེ། སྒོ་དོང་ལྔ་བརྒྱ་ལྔ་བཅུ་ཐང་པོ་དང་པད་བཞི་བཅུ་ཞེ་དགུ་བཅས། དེ་ནས་ཀུན་བཟང་རྡོ་རྗེ་ལགས་བརྒྱུད་སྦེལ་ཇམ་ཏྲེ་ཧོར་མི་མང་ནས་ཞལ་འདེབས་སྒོར་རྩོམ་སྟོང་ལྔ་བརྒྱ་དགུ་བཅུ་གོ་གསུམ་ཇོ་ནང་ཤག།

ཕྱག་རོགས་ག་ཚད་ཞུ་ཐུབ་ཐུབ་ཞུ་ཟེར་ར་ཡང་ནས་ཡང་དུ་ཟེར་འདྲ་ཞུ་ཡོད་ད་ད་ཨ་ཉག་པའི་མི་མང་གི་སྐད་ཅིག་དྲིས་ཡོད་དུས་པ་ལམ་སྟོན་ཞུ་ཡ་ད་དེ་ག་ཚང་མ་ལོ་ང་རང་ཚོ་གོ་ནས་འདུག་ཟེར་ན་ཞབས་ཀྱི་རེད། ད་ཁྱོད་བསྡོམས་པའི་སྐུ་ཚབ་དོན་གཅོད་བརྒྱུད་བཅས་ད་རེས་ཨ་ནི་རྒྱ་གར་སྲིད་བློན་གྱི་ཐེབས་རྩ་བརྒྱུད་ནས་ད་ཅིག་ཞལ་འདེབས་དེ་སྒོར་མོ་བཞི་ཁྲི་ལྔ་སྟོང་ལྔ་བརྒྱ་སུམ་ཅུ་ཐམ་པ་དང་པད་བཞི་བཞིར་དགུ་བྱུང་ཞག་ཟེར་བྱས། ཁྱོད་བསྡོམས་པའི་ཞལ་འདེབས་ག་ཚད་བྱུང་ཟེར་ན། ད་རེས་བོད་ལྗོངས་སྐུ་ཚབ་དོན་གཅོད་བརྒྱུད་བཅས་ཞལ་འདེབས་སྒོར་མོ་བཞི་ཁྲི་ལྔ་སྟོང་ལྔ་བརྒྱ་སུམ་ཅུ་ཐམ་པ་དང་པད་ཞི་བཞི་བོ་ཆུང་ཞག་འོ་ད་འདི་ག་ཚང་མ་ལོ་ནི་བཅས་བོད་བལ་གྱི་མཚོན་རྟགས་ཕྱིར་བོད་བལ་གྱི་གདུང་སེམས་མཉམ་སྐྱེད་ཡོད་པའི་རྟགས་མཚོན་པའི་ཆེད་དུ་ཞལ་འདེབས་གནང་རྒྱུ་བཅས་རེད་བྱས་ཙང་འདི།